ཨེ་ན་ཁོང་གིས་ད་དེར་མྱང་འདས་ཀྱི་ད་དུས་ཆེན་དེ་ང་ཚོ་རྗེས་དྲན་བྱེད་ཀྱི་ཡོད་རེད་ད་རྗེས་དྲན་ཟེར་ཡ་གཙོ་བོ་གཙོ་བོ་དེ། སྙིང་པོ་བསྡུས་ན་ཨེ་ན་སྙིང་པའི་དོན་སྙིང་མའི་དོན་འདིར་མང་ཐོས་སྒྲུབ་ལ་བརྩོན། ཆོས་བརྒྱད་སྤངས་པའི་དོན་མཆོག་དོན་ཡོད་བྱེད། ཟེར་ད་འདི་རེད་བཞག། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པའི་ཡིད་རང་ངོ་བོ་ཆེ་ནས་རྗེ་རིན་པོ་ཆེའི་ད། མཁས་གྲུབ་གཉིས་ལྡན་གྱི་ད་ཡོན་ཏན་དེ་ང་ཚོ་རྗེས་སུ་ཡི་རང་བྱེད་ཀྱི་ཡོད་པ་རྗེས་སུ་ཡི་རང་གསར་པ་རྣམ་དག་བྱེད་ཀྱི་ཡོད་ན་རང་ཉིད་ཀྱི་རྗེས་རུམ་ཞིག་རྣམ་དག་དེ་ལ་བསླབ་དགོས་རེད། ཨེ་ནི་དངོས་གནས་ཕྲན་ནས་རྗེས་སུ་ཡི་རང་བྱས་པ་རེད། ཁ་ནས་བ་རྗེས་སུ་ཡི་རང་བྱེད་ཀྱི་ཡོད་ཟེར་ལག་ལེན་ངོ་མའི་ཐོག་ལ་ཡ། མཁས་བཙུན་བཟང་གསུམ་གྱི་རྣམ་པ་ཐར་པའི་རྗེས་སུ་དཔག་བསླབ་ན་ཨེ་འདྲ་ཚིག་ཙམ་རེད་མ་གཏོགས་དགོས་ཀྱི་མི་འདུག་བ། བྱས་ཙང་ཀ། རྗེས་དྲན་བྱས་རྗེས་དྲན་བྱས་ཟེར་ལབ་དུས་སོ་སོའི་སེམས་ལ་ཞུ་དག་བཏང་རྗེས། སོ་སོའི་སྒོ་སྲུང་གི་སྤྱོད་པ་དེ་ང་ཚོས་རྗེས་དྲན་བྱེད་ཡག་གི་བླ་མ་འདི་གི་རྣམ་ཐར་དང་མཐུན་པ་ཅིག་བྱེད་ཀྱི་འདུག་གམ་མི་འདུག་སོ་སོ་ཞིབ་འཇུག་བྱེད། སོ་སོར་ཞུ་དག་དང། ཨེ་ན་ཨ་འདྲ་པོ་དུ་མིན། རྗེས་དྲན་བྱེད་ཡག་གི་བླ་མ་འདི་གི་པའི་རྣམ་ཐར་འདི་ང་ཚོས་བྱིན་རླབས་བྱས། ཡག་པོ་བྱས་འདོད་ན་ནི་རྗེས་སུ་ཡི་རང་བྱས་བསྔོ་བ་བྱས། ཨེ་ན། བླ་མ་འདིའི་པའི་རྣམ་པ་ཐར་བ་དང་མ་མཐུན་པ་ཅིག་ང་ཚོས་བྱས་འདུག་ན་བྱས་འདུག་ན། ཨེ་ནི། བཤགས་པ་བྱས། དགེ་བ་བྱས། ཕྱིན་ཆད་འདི་འདྲའི་མི་ཤི་ཡ་ཅིག་ད་སུ་བསམ་དང་ད་དེ་བྱས་འདྲའི་ངོ་མ་ད་དེ་རེད། གོ་སོང་ཨ། ཤེས་སོང་ཨ། ཨེ་ཁྱེད་རང་ཚང་མ་ལོ། པེ། པེ་ཤ་ན་ཤིང་བྱས་ནས་པེ། པེ་ཤ་ཤུགས་ཆེན་པོ་ད་ལྟ་ཐུག་མ་རེད་དེ་གུས་སེ་ཐུག་ཐུག་གིས། སློབ་གཉེར་བྱེད་དགོས་རེད་ད། གོ་སོང་ཨ། ཨ། པེ་ཤ་སློབ་སྦྱོང་བྱས་ཟེར་ཡ་དེ་ཁ་ར་ཚོས་བྱས་ཡ་རེད་སོ་རོ། མཚན་ཉིད་པས་བྱས་ཡ་རེད་སོ་རོ་ལབ་ན་དེ་ནོར་འཁྲུལ་རེད་རྗེས་ལུས་རེད། ང་རང་ཚང་མ་ལོག་གིས་བསླབ་དགོས་ཡ་རེད་ཤག་ཤེས་སོང་ཨ། ཨོ་དེ་སེམས་ལ་བཞག་ཨ།